ཨ་ལས་ཧ་བུ་ཆུ་བུར་ཡོར་བ། མི་གཅིག་གིས་སོ་སོའི་སེམས་ནང་གི། འདོད་པ་ནང་བཞིན་ཡན་ཆད་བྱས་མ་ཡོང་པའི་དཀའ་ངལ། ཡང་གཅིག་བསམ་བློ་ར་བ་ཐོངས་ཡོང་དུས་དུས་ཚོད་དུ་ཡོད་ཚབས་ཆེ་རྗེས། འགྱོད་པ་བསྐྱེད་འགྲོ་ཡག་གི་དཀའ་ངལ། ནི། ཤེས་ཡོན་འདུ་ཚུགས་ཏག་ཏག་ཏག་ཏག། ཅང་མ་ཐུབ་པ་མ་ཤེས་པ། ནི། ཀུན་སྤྱོད་རེད་འཇོན་ཐང་དང་འདོད་པ་གང་ཅིའི་ཐད་ལ། ཡར་རྒྱས་མ་ཡོང་ཡང་དེ་འདྲས་ཀྱི། དཀའ་ངལ་མང་པོ་འཕྲད་གནང་གི་ཡོད་རེད། བྱས་ཙང་དེ་ཡིན་དེ་དུས་ཨ་ནེ་ང་ནག་ཚོ་ཐུན་མོང་གི་ཐོག་ནས་ལྷ་ཚོ་བསམ་ཚུལ་བྱེད་རེས་བྱས། བཀའ་མོལ་གླེང་རེས་མ་ཞུ་རེས་བྱས། ད་ག་ན་ཞིག་ལྷ་ཚོ་གནད་དོན་ཐོན་ཚོ་བསམ་བློ་བཏང་རྗེས་ཐབས་ཤེས་བཏང་ན་ཐབས་ཤེས་ཐུ་ཡ་ཡོད་པ་དེ་འདྲའི་བྱས་གོ་རེ། ལྷག་པར་དུ་ཨ་ནེ་ངས་མནའ་མ་ལྷན་རྒྱས་ལ་དམིགས་བསལ་ཞུ་རྒྱུ་ཞིག་ལ་ད་དེ་རིང་ང་ནག་ཚོས་གླེང་ཡ་དེ། དམའ་འབྲིང་གི་ཁྱིམ་བདག་རྣམས་ལྷན་རྒྱས་ཀྱིས་ནམ་རྒྱུན་སོ་སོ་རང་ཉིད་ཀྱི་བུ་ཕྲུག་ལ་སློབ་གསོ་ག་འདྲའི་གཏང་སྒུག་ཡོད་མེད་དེ་འདྲས་ཀྱི་སློབ་གསོ་བྱེད་རེད། བྱས་ཙང་རྣམ་པ་ལྷན་རྒྱས་ཀྱིས་ནམ་རྒྱུན་བུ་ཕྲུག་གི་སློབ་གསོ་ལ་དོ་སྣང་གནང་གི་ཡོད་རེད་ལ། དེའི་ཐད་ལ་ཡིད་ཆེས་རྒྱ་ཆེ་རྒྱ་ཐམ་པ་ཡོད་ཨ་ནི་ང་ནག་ཚོས་སོ་སོ་རང་ཉིད་ཀྱི་དཔེ་སྟོན་ཡ་དང་མཁས་པ་ལ་རྟེན་འབྲེལ་ཞུ་ཡ་ཨ་ནི་དཔེ་དེབ་བལྟ་ཡ་ལ་སོགས་པ་མདོར་བསྡུས་ན། ཤེས་རབ་ཚིམ་ལྡན་གྱི་ཐོག་ནས་སློབ་གསོ་ཞིག་བརྒྱབ་ཐུབ་ན་ཧ་ཅང་གི་ལེ་བོ་མཐོན་པོ་ཡོང་ས་རེད་པ། ད་ནི་ཉེས་པ་དེ་མཚོན་པ་ཡིན་ན་མི་ནག་ཚོའི་བསམ་བློའི་ནང་ལ་སོ་སོ་རང་ཉིད་ཀྱི་བུ་ཕྲུག་དེ་ལ་རེ་བ་ནན་པོ་བཅངས་དགོས་དགོས་བ་རེད། དེ་ཡ་གྲགས་ཀྱི་རེ་བ་མ་ཡིན་པ་ཚད། ཁོ་རང་གིས་དགའ་པོ་དགའ་ཚལ་ཡོད་པ། ཁོ་རང་ག་པ་ཅིག་ལ་འདོད་པ་ཆེ་ཡོད་པ། ཁོ་རང་གི་ནུས་པའི་ཁ་རེ་ཅང་འདོགས་ཁག་པོ་ཡོད་པ། ཨ་ནི་ད་ལྟའི་སྤྱི་ཚོགས་ཀྱི་ནང་ལ་ཆ་བཞག་ན། མི་དེ་འདྲའི་བྱེད་པོ་པོ་ཡོད་པ། ཨ་ནི་དེ་འདྲས་ཀྱི་ཐོག་ནས་ང་ནག་ཚོ་ཡིན་གཅིག་མིན་གཅིག་ཕག་ཚོ། བསམ་བློ་ཅི་རེ་བྱས་བྱས་འདུག་བྱས་བྱས་དོ་སྣང་བཞག་ན། ཨ་ནི་དཔེ་ཡག་པོ་ཡོད་རེད། ང་ནག་ཚོ་ཚང་མ་ལོ་ལ་སོ་སོ་རང་ཉིད་ཀྱི་བུ་ཕྲུག་དེ་མ་འོངས་པ་ན། ཞི་བོ་ཞི་བོ་རླབས་ཆེན་པོ་མ་བྱུང་ནས་ལས། ཨ་མེས་ཅིག། མི་གང་གཱའི་ལུགས་ཀྱི་དྲང་པོ་དྲང་བཤད་ཅིག་ལ་དཔེ་བྱ་ཡ་ཅིག་གིས་པ་ཤེས་རབ་ཚུལ་ལྡན་ཅིག་ལ་དཔེ་བྱ་ཡ་ཅིག་གིས་ཨ་མེས་ནང་རྒྱུད་རིང་ཞིང་ཨ་མེས་ཅིག་དྲིན་ཆེ་བ་དུ་ཚོད་ལ་དྲིན་ཅན་གྱི་བསམ་བློ་འཁོར་ཐུབ་ཡ་དེ་འདྲས་ཀྱི་བསམ་ཤེས་ཅན་གྱི་མི་ཞིག་ལ་ཡ་གསོ་སྐྱོང་བྱེད་ཐུབ་ན། བདག་གི་སྣ་ཟུག་ག་རེ་གནང་བ་རེད་ཞུས་ན། གཅིག་ནས་བྱས་རྗེས་ཀྱིས་བཞག་པར་ཞུ་བ། གཉིས་པ་དེ་ལ་ཆ་བཞག་ན་ནི་སོ་སོ་རང་ཉིད། ཕ་མའི་འགན་འཁྲི་གཅིག་ཀྱང་སླེབས་བསྡད་བར་འགན་འཁྲི་དེ་ཡང་ད་ལྟར་སྒྲུབ་བསྡད་པ་རེད། ང་ནགས་སུ་ཐང་དང་བཙན་པོའི་སྐབས་ཀྱི་དེ་ཇོ་བོ་སློབ་གསོ་ཆེད་གསུམ་པའི། མ་ཤག་ཆེན་པོ་ཞུ་ཡག་ཆེ། སློབ་གསོ་དེའི་ནང་ལ་བཀའ་མོལ་དེ་འདྲས་བྱོས་བ་རེད། སྤུ་གུ་བཙས་ཟེར་བ་སྤུ་གུ་བཙས་པ་ཟེར་ན་སྤུ་གུ་སྐྱེས་པ་ཟེར་དགོས་རེད་བ། བུ་སྐྱེས་རྗེས་སློབ་སྦྱོང་ཡག་པོ་སྤྲད་མ་ཐུབ་པ་དང།

གསང་བ་མང་པོ་བཏང་དགོས་ཡ་སློབ་གསོ་མང་པོ་ཡོད་རེད་པ། སྤུ་གུ་དེ་དངངས་སྐྲག་ཅན་གཅིག་ལ་ང་ཚོས་གསོ་སྐྱོང་བྱས། སྤུ་གུ་དེ་ཞེད་སྣང་བྱེད་ཉིད་གཅིག་ལ་གསོ་སྐྱོང་བྱས། སྤུ་གུ་དེ་སྒེག་འཛིན་བྱེད་ཉིད་གཅིག་ལ་གསོ་སྐྱོང་བྱས་ན་ད་ང་ཚོ་ལ་སློབ་གསོ་ཕམ་ཉེས་བྱུང་གི་རེད། བྱས་ཙང་བླ་མ་ལྷན་རྒྱས་ཀྱིས་དེ་འབྲེལ་གྱི་ཐོག་ལ་ཐུགས་བསམ་བཞེས་རྗེས་ཨ་ནི་ང་ལགས་ཚོས་ངེས་པར་དུ་སློབ་གསོ་ཟེར་ཡ་དེ་ལ་ཡིན་གཅིག་མིན་གཅིག་མ་ཤོད་ན་ཐབས་ཤེས་སྨན་སྐྱོར་བྱེད་ཀྱི་ལས་ཀ་ཅིག་ལ་བརྩིས་གནང་བྱས། རྣམ་ལྷན་རྒྱས་ཀྱི་དོན་སྣང་ཆེན་པོ་རྣམ་པར་སྣང་གསལ་དེ་ལྟར་ཐོག་མར་རྣམ་ལྷན་རྒྱས་ལ་ཞུ་ཡག་རེ་བ་ཆེར་བར་ནི་ང་ནག་ཚོ་མཉམ་དུ་ཕར་ཚུར་རྣམ་པ་ལྷན་རྒྱས་ལ་སློབ་གསོའི་ཐོག་ནས་དཀའ་ངལ་ག་འདྲས་ཤིག་འཕྲད་ཀྱི་ཡོད་པ་དང་ད་ནང་བཞིན་སློབ་གསོའི་ཐོག་ལ་ཐབས་ཤེས་འདང་གི་མེད་པ་ནི་བུ་ཕྲུག་གིས་སོ་སོ་རང་ཉིད་ལ་བློ་ཕམ་གྱི་ལས་ཀ་ག་རེ་བྱས་པ་དེ་འདྲས་ཀྱི་དཀའ་ངལ་ཡོད་པ་ཡིན་ན་ནི་ང་ཚོ་ལ་དུ་བོ་སི་ཕར་ཚུར་འབྲེལ་བ་གནང་དང་རེ་བ་ང་ཚོས་ཀྱང་རྣམ་པ་ལྷན་རྒྱས་ལ་ཐབས་ཤེས་ལབ་ཡག་དང་རྒྱབ་སྐྱོར་ཞུ་ཡག། ཟླ་བ་དགོས་ན་ཟླ་བ་ལོ་དགོས་ན་ལོ་དགོས་ཡང་རྒྱབ་སྐྱོར་ཞུ་རྗེས། ང་ཚོ་ཧ་རུ་བ་རུ་ནང་བྱེད་མདོར་ན། མི་གཅིག་ཡག་པོ་བཟོ་ཐུབ་པ་ཡིན་ན། ད་བྱས་རྗེས་བསམ་གྱི་མི་རྒྱབ་པ། དངོས་གནས་ལེགས་སྐྱེས་བསམ་གྱི་མི་རྒྱབ་པ་ལས་བཟང་བྱས་བཟང། འདི་ལས་ལྷག་པ་རྗེས་དངོས་གནས་ནམ་ཡང་མཛད་ཡ་ཡོད་མ་རེད། དེ་འདྲ་ཡིན་པ་ཡིན་ཙང་མནའ་མ་ལྷན་རྒྱས་ཀས་དེ་འདྲས་ཀྱི་ཐོག་ནས་ཐུགས་བསམ་བཞེས་ཨ་ད། ད་ངས་དེ་རིང་མནའ་མ་ལྷན་རྒྱས་ལ་ཁ་བྱང། ངང་རྒྱུད་རིང་བའི་ཕ་མ་ཨ་ཟི་ཕུལ་བཞག་ཡོད་རེད་བ། བྱས་ཙང་རང་རྒྱུད་རུང་བའི་ཕ་མ་ཟེར་ང་ནི་ཚང་མ་ང་རྒྱུད་རུང་བའི་ཕ་མ་རེད་ཡིད་ཆེས་ཡོད་རུ་བ། ད་ཡིན་ནའི་ངས་དེ་རིང་འདིར་དྲན་སྐུལ་ཞུས་པ་ཙམ་ཨ་ནི་ང་ནག་ཚོས་སོ་སོ་རང་ཉིད་ཀྱི་བུ་ཕྲུག་དང་དང་སློབ་འབྲིང་ལ་ཡང་སླེབས་ཡོང་དུས་ནི་ཅིག་གིས་ཕ་མ་ལ་ཁ་ལག་བརྒྱབ་ཡ་ཡང་མང་རུ་མང་རུ་འགྲོ་གི་རེད། དེ་འདྲས་ཀྱི་ཐོག་ལས་སྣ་མ་ལྷན་རྒྱས་ཀྱི་ལམ་སང་ལ་ཅིག་ཕྱག་འཇུག་གནང་ཡ་དང། ཅིག་བཀའ་མོལ་གཙོ་བོ་དེ་འདྲས་གསུང་ཡ། དེ་འདྲས་ཀྱི་ཐད་ལས་རྣམ་པ་ལྷན་རྒྱས་ཤིང་རྗེས་མི་འཇིགས་ཟབ་ས་ལ་བཟོད་སྒོམ་ལས་སུ་གནང་རོགས་བྱེད་ཡིས། རྒྱུ་མཚན་ག་རེ་རེད་ཤོད་པ་ཡིན་ན་ད་དོགས་ཚུལ། གཅིག་ནས་ང་ནག་ཚོས་ནམ་རྒྱུན་སྤུ་གུ་ལ་ཆམ་རྩེ། སྤུ་གུ་ལ་སོ་སོ་རང་ཉིད་ཀྱི་གར་ལ་བ་རེ་ད་ཕག་ཚུ་རྩེ་བ་ཟབ་མོ་ཡོད་པ། དེ་བས་ཀྱང་ཨ་ནི་སྤུ་གུ་ལ་ནམ་རྒྱུན་ལྕམ། གཉེན་པོ། སྤུ་གུ་སེམས་ལ་བརྡོལ་བའི་སྐད་ཆའི་ཐོག་ནས་སློབ་གསོ་རྒྱུད་རྣམ་གཉིས་ཕ་མ་གཅིག་ཡིན་ན་ཕལ་ཆེར་ཕལ་ཆེར་ཁ་ལོག་རྒྱབ་ཡ་གི་གནས་ཚུལ་འདི་གཅིག་ཆར་འཕྲད་གི་མ་རེད། ད་ཡིན་ནའི་ང་ནག་ཚོ་སྤྱིར་བཏང་རྒྱུན་ལྡན་ནས་ཁྱིམ་ཚང་གཅིག་གི་ནང་ལ་ནི། སོ་སོ་རང་ཉིད་ཀྱི་བུ་ཕྲུག་དམའ་འབྲིང་ལ་ཡང་སླེབས་ཡོང་དུས། ཨང་ཅིག་ཁ་ལོག་རྒྱག་ཡ་ལ་སོགས་པ་དེ་འདྲའི་གི་གནས་ཚུལ་ལྷག་ཡོང་གི་འདུག་ན། ད་དེ་ང་ནག་ཚོའི་ལོ་དུས་རང་བཞིན་ཅན་གྱི་ལོ་ལ་ལོ་དེ་ལ་བརྟེན་རྗེས། ལེགས་ཚེ་ལེགས་ཚེ་ཡོང་སྲིད་པ་ཞིག་རེད་དེ་ང་ནག་ཚོས། སྐྱེ་བ་ཡང་མེད་པ་དང། བུ་གུ་དེ་ཕ་མའི་སྐུ་དྲན་བསམ་མི་ཐུབ་པ་ལ་ངོམ་ཆུང་གནང་ཡག་དང། ད་ཕ་མ་ལ་ཚུ་དྲིན་ལན་ལོག་འཇལ་བྱེད་ཡག་རེད་བསམ་ལོ། དེ་འདྲའི་རྩ་བ་ཉིད་ནས་ཁོར་མི་ཉན་པ་རེད། དེ་འདྲའི་རྩ་བ་ཉིད་ནས་མ་རེད་ང་ནག་ཚོས་བྱས་ཙང་དེང་དེ་དུས་དེ་ཚོའི་ཐད་ལ་ང་ནག་ཚོས་དམིགས་བསལ་གྱི་ཐུགས་བསམ་བཞེས་བྱས། རང་རྒྱུད་རིང་པོ་གནང་དགོས་ཡ་དེ། གལ་ཆེན་ནང་གི་དོན་ཆེན་བྱེད་རེ་རེད། ཆ་ཚང་རྣམ་པ་ལྷན་རྒྱས་ཀྱི་ཡིན་གཅིག་མི་གཅིག་དེ་འདྲས་ཀྱི་སྐབས་ཐོག་གི་གནས་ཚུལ་དོན་གསུམ་ན། ད་ཁོང་ཁྲོའི་ངང་ནས་ཐག་གཅོད་ཁྱོད་ནས་བྱེད་ཉན་གི་མ་རེད། ཁྱེད་རང་གིས་ཟེར་བ་སྐར་མ་གཅིག་བུ་མོ་ཆེ་དེའི་འོག་ལ། ཨོ། ཡོང་སྲིད་པ་ཅི་རེད། ཨ། བུ་ཕྲུག་རྡོ་བཟོ་ཡའི་མི་རེད་མི་ཟེར་ཡ་དེ་ལ། རླུང་ནག་ཧེ་ཡོད་རེད་ད་ནང་བཞིན་སེམས་མ་སྐྱིད་པ་ཡོང་སྲིད་གི་རེད། ད་དུང་ངེད་ལ་སྤུ་གུ་ཁོ་རང་ལ་འགེབ་ལོག་ལ་དཀའ་ངལ་འཕྲད་པ་ག་རེ་འཕྲད་ཡོད་ན། དགོངས་འཇལ་བ། དེ་འདྲས་ཀྱི་ཐོག་ལ་ཐུགས་བསམ་ཞེས་བྱ། ཨ་ནེ་ནམ་མ་ལྷན་རྒྱལ་གྱིས་འཇིགས་མི་བྱེད། བཟོད་སྒོམ། ཅུང་ཟད་ཅིག་གནང་ཚེ་དེའི་རྗེས་ལ་ཨ་ནེ་གནད་དོན་ཐག་གཅོད་བཏང་ན། གནད་དོན་འདི་རྦད་དེ་ཐག་གཅོད་ཐུབ་ཅེས་སྤོ་སྒུག་ཏུ་བཞུགས་གོ། ཁ་ལ་ཉན་པོ། གང་ནང་བཞིན་ཁྱེད་རང་གི་བདག་སེམས་ལ་བསམ་པ་ནང་བཞིན་བྱས་རྗེས་ཕར་ཚུར་བརྩེ་བ་ཟབ་པོ། མདོར་བསྡུས་ན། ད་ལྟའི་ལྡན་པའི་ཁྱིམ་ཚང་ཟེར་ཡ་དེའི་གི་ཆ་རྐྱེན་ཅིག་ཆགས་ཀྱི་རེད། གོ་སྒྲིག་ཞུ་ཡ་ཨང་དང་པོ་དེ་བྱས། ད་དེ་ནས་ངེད་གཉིས་པ་རྣམ་པ་ལྷན་རྒྱས་ལ་ཞོལ་ཡར་ག་རེ་རེ་ཞུ་གི་ཡིན་ན་ད་དེའི་སྐབས་སུ་བུ་ཕྲུག་ཚང་མ་ལ་སོ་སོ་སོ་སོ་ལ་བསམ་བློ་ལེགས་ཡོང་གི་རེད་བ། གཉིས་མ་ཁ་ད་ཁྱེད་རང་གི་རེད་གསུང་ཡ་དེ་རེད། རབ་གཉེར་གཅིག་གི་སྤོ་བོ་དེ་ད་དེང་སང་ཁྱེད་རང་གི་རེད་ལབ་སོང་ན་མ་རེད་ཟེར་ཉེན་འདྲ་པོ་དེ་འདྲས་མང་པོ་བྱས་གི་རེད་བསམ་བློ་མ་མཐུན་པ་དང་ལྟ་བ་མ་མཐུན་པ་ཨ་ནི་གཅིག་གི་སོ་སོ་ལ་རྒྱུ་མཚན་ཞེ་པོ་ཅིག་ཡོད་པས་སོ་ར་གསུང་ཉེན་དེ་འདྲས་ད་བུ་ཕྲུག་ཁོ་རང་དེ་འདྲའི་ཆགས་ཡོང་དགོས་བ་རེད། དེའི་གནས་སྐབས་སུ་ནི་བུ་ཕྲུག་ཁོ་རང་ལ་བསམ་བློ་ལས་ཡོང་དགོས་བ་རེད་གོ། དྭངས་མི་རྒན་པོ་ག་ལེ་ག་ལེ་ལ་མི་རྒན་པོ་ཆགས་ཡག་ལ། དྭངས་ཉེ་ར་ཉེ་ར་འགྲོ་གི་ཡོད་ད་ང་རེ་ཡིས་ད་ལ་གང་འཚམས་འབྱུང་གི་ཡོད་བསམ་པས། བསམ་བློ་དེ་འདྲ་ཡོང་དུས་ཙམ་ལ་ད་ཁྱེད་ནགས་ཚོས། ཁྱེད་ཁྱེད་འབྱུང་གི་མ་རེད་ཟེར་ཡག་འདྲ་པོ་ཁྱེད་ཁྱེད་ནུས་གི་མ་རེད་ཟེར་ཡག་འདྲ་པོ། ཁྱེད་ར་ཐམ་ད་ག་འདྲས་ཀྱི་ཡོད་བ་ཡིན་ནས་ངས་བསུ་གི་ཡོད་ཟེར་ཡག་འདྲ་པོ། ཡང། རང་དང་འདྲ་ཁ་ནས་ཅིག་བཤད་བར་མ་དོ། ཨ་ནི། ང་ལ་མ་བསྟེན་པར་ལས་ཀ་ག་རེ་བྱེད་ཐུབ་ཀི་ཡོད་ཟེར་ཡག་འགྲོ་བ་དེ་འདྲས་ཀི་བཀའ་བོན་དེ་འདྲས་རྩ་བ་ཉིད་ནས་གསུང་རྒྱུ་ཡོད་མ་རེད་ལ་དེ་འདྲས་བྱས་པ་ཡིན་ན་ཨ་ནི་ཁོ་རང་གིས་སོ་སོས་སོ་སོ་ལ་ཡིད་ཆེས་བྱེད་ཡག་གི་སེམས་པ་འཇོག་རོགས་པ་དེ་བས་དེ་བླག་འགྲོ་གི་རེད་བྱས་ཙང་ང་ནག་ཚོ་མི་སེར་ཡ་དེ་ཆེན་པོ་བྱས་དུས་ངས་ལས་ཀ་འཇོན་པོ་འདུག་ངས་ལས་ཀ་ཐུབ་པོ་ཡོད། དཀའ་སྡུག་ག་རང་ཡིན་ནས་ངན་གུས་ཟེར་ཡག་གི་མི་དེ་གི་སེམས་དེ་འདྲ་ཅི་སླེབས་པ་ལ། ས་བོན་འདྲ་པོ་ཅིག་ཁ་ནས་བཏབ་གུག་རེས་ཞུས་པ་ཡིན་ན་འོ་དེ་དུས་ནས་ཡང་བཏབ་གུག་འོ་རེ་བྱས་ཙང་ཨ་མ་ལྷན་རྒྱས་ཀྱིས་ཀྱང་བུ་ཕྲུག་ལ་སེམས་ཤུགས་སྤྲད་ཆེ། འོ་ག་རེ་ཡིན་ནས་འབྱུང་གི་རེད་ག་རེ་ཡིན་ནས་ཐུབ་གི་རེད་ཡིན་ནའི་ད་ལྟ་ཨ་ལས་ངེས་ལ་ཤེས་ཡོན་ཡག་པོ་བསགས་དགོས་ཡག་དང་འཇོན་ཐང་དང་ནུས་པ་ག་རེ་ཡིན་མི་ལ་རྨང་གཞི་བཏིང་དགོས་ཡག་དེ་གལ་ཆེན་པོ་ཞེ་པོ་ཞིག་རེད་ཟེར་བྱས་རྗེས་གནས་ལུགས་རང་བཞིན་ལྡན་པའི་སྐད་ཆ་དེ་འདྲའི་མང་ཙམ་མང་ཙམ་གསུངས་གནང་རྗེས་དེ་འདྲས་ཀྱི་ཐོག་ནས་ཨ་ནེ་བུ་ཕྲུག་ལ་སེམས་ཤུགས་ཀྱི།

ཨ་ནི། ད་བཀའ་ལ་གསང་ཡ་དེ་ཁྱེད་རང་གཅིག་པུ་གིས་མ་གསང་ཞིག་སྤུ་གུ་དང་སྙིང་པོ་དཔལ་དུ་འདོད་པ་ལས་ར་ཤུགས་ཆེན་པོ་རང་འདྲ་བྱས་ཡོད་ན་སྙིང་པོ་མཉམ་ལས་བྱས་པ་ཡིན་ན་ཨ་ནི་བུ་ཕྲུག་གིས་ད་སྤྱི་ཚོགས་ཀྱི་ཉམས་མྱོང་ཟིན་ན་མི་འདུག་ཡང་མིན་ན་མནའ་མ་ལྷན་རྒྱས་ཀྱི་ནམ་རྒྱུན་གནང་ཡས་ཀྱི་ལས་ཀ་ལ་བསམ་གཞིག་བྱས་ཡོང་བ་དེ་ལ་དམིགས་བསལ་གྱི་འདོད་པ་ཆེན་པོ་ཞེ་པོ་ཅིག་ཐོན་ཡོང་གི་རེད་བྱས་ཙང་ལས་ཀ་ག་པར་ཡིན་ནའི་རིང་མནའ་མ་ལྷན་རྒྱས་སྙིང་པོ་ལ། གནང་བ་ཡིན་ན་ནི་འདི་ནུས་པ་ཅི་ཐོན་བྱས་ག་ཅིའི་ཐོག་ལ་ད་ཞུགས་རྒྱུ་རང་རྒྱལ་བས་ཞུགས་དགོས་པ་དེ་འདྲས་ཀྱི་ཐད་ལ་དམིགས་བསལ་གྱི་ནུས་པ་ཐོན་ཐུབ་དགོས་རེད་བྱས་ཙང་འདིའི་འབྲེལ་དུས་ཨ་མ་ལྷན་རྒྱས་ཀྱིས་དེ་འདྲས་ཀྱི་ཐོག་ལ་དོ་སྣང་གནང་བྱས་ཡང་རིགས་རང་སློབ་སྦྱོང་བྱེད་དགོས་ཀྱི་རེད་ག་དུས་ནས་ཞུགས་དགོས་དང་མྱུ་གུ་ལ་ཁ་ལོ་ལག་པ་འཆམ་རྗེས་ཞུགས་རྒྱུར་འཇུག་པ་ཡིན་ན་ནི་ཁོ་རང་སློབ་སྦྱོང་ལ་ཡང་སུན་སྣང་དང། སློབ་སྦྱོང་ལ་ཁ་ལོ་བ་རེ་སྐྱོང་མེད་ལ་ཉེ་འཁྲབ་པ་ཆགས་རྗེས་ཁྱོད་དཀའ་ངལ་མང་པོ་འཕྲད་གི་རེད་བྱས་ཙང་འདི་འདྲས་གང་ལས་ཨ་ཁྱི་ང་ཚོ་ཐུགས་བསམ་ཞུ་དགོས་གི་རེད། ད་དེ་གནད་དོན་གསུམ་པ་དེ་ཡིན། ད་དེ་ནས་ངས་བཞི་བ་འདི་ལ་ག་རེ་ཞུ་གི་རེད་ཞུ་བ་ཡིན་ན་མནའ་མ་ལྷན་རྒྱས་ཀྱི་ནམ་རྒྱུན་བུ་ཕྲུག་དེ་སློབ་གསོ་གཏང་ཡ་དང་ངའི་བུ་གོ་སླབ་གྲ་ལ་གཏང་ཡ་དེ་ཞུ་གོ་མི་ཡག་པོ་ཅིག་ཆགས་ཡ་ཕྱིར་བ། མི་ཡག་པོ་ཟེར་དེ་ལ་མནའ་མ་ལྷན་རྒྱས་ཀྱི་བྱས་ན། ཨིན་ཇི་ཞེས་པ་ཇེ་གོ་བོ་འགྲིག་གི་འདུག་བས་ན་འགྲིག་གི་མི་འདུག་གཱལ། རྒྱ་ཡིག་ཞེས་པ་ཇེ་གོ་བོ་འགྲིག་གི་རེད་བས་ན་དེའི་འགྲིག་གི་མི་འདུག་གཱལ། བོད་ཡིག་ཞེས་པ་གཅིག་པོ་འགྲིག་གི་རེད་བས་ན་དེའི་འགྲིག་གི་མི་འདུག་གཱལ། ཡིག་རྩལ་དེ་ཨང་དང་པོ་རྐྱང་རྐྱང་གླེང་ན་ཡང་མི་ཡག་པོ་ཆགས་གི་རེད་བས་ན་ཆགས་གི་མ་རེད། གང་ཡིན་ལབ་ཟེར་ན་ཡིག་རྩལ་ཟེར་ཡག་དེ་སློབ་ཆེན་པོ་འདུག་མ་འདུག་བཏང་ཡག་ཡོད་མ་རེད། སྤྱི་ཚོགས་སྒང་ལ་མང་ཡོང་དུས་ཙམ་པ་པོ་དེ་ག་རེ་གོ་བ་རེད་ལབ་ཟེར་ན་འཇོན་ཐང་དགོས་ཀྱི་འདུག་གཱལ།

ཡིག་ཚད་ཀྱི་ཨང་གྲངས་གཅིག་པོ་ལ་བསམ་བློ་རྐྱང་རྐྱང་བཏང་བསྡད་པ་ཡིན་ན། བསླབ་གྲྭ་ཐོན་ན་ཁྱེད་རང་གི་སྦུག་གར་ནང་ཉན་ཡིག་སྦག་ས་ཁྲི་བོ་བསྐུར་ན་སྔ་ན་སུ་ག་རེ་བྱས་པ་འདུག་རེད་བ། ཡིག་ཚད་དང་ག་ཡང་མེད་ན་དེ་དུས་ལག་རྩལ་ག་ཡང་མེད་ན་འཇོན་ཐང་གོ་རེད་བ། ཡང་མེད་ན་སོ་སོ་སོ་སོའི་ལས་ཀ་བྱེད་ཐུབ་པ་གོ་རེད་བ། འོ་དེ་འདྲས་ཡིན་དེ་དུས་དོ་ཚོ་ལ་བསམ་བློ་བཏང་གནང་ཚེ་ཁྱོན་ཡོངས་ཀྱི་བསམ་བློ་ཞིག་བསམ་བློ་ཟེར་ན་མི་འདུག་ནུས་པ་ཞིག་འདུག་བ། དེ་འདྲས་གང་ལས་ཁྱེད་རང་ཚོས་རེ་བ་བཏོན་དགོས་རེད་ད། དེ་འདྲ་ཆགས་བཞག་ན། མི་དང་མིའི་བར་ལ་སྐྱེད་ཚལ་བྱས། ཞེ་ས་ཅན་གྱི་སྐྱེད་ཚལ་བྱས། རྒན་པ་ལ་གུས་ཞབས་བྱས། སོ་སོ་ལས་ཆུང་བ་ལ་བྱམས་སྐྱོང་བྱས། གྲོགས་པོ་རྡོ་བཟོ་ལགས་ཀྱི་ཁ་ལོ་བོ་རེ་ཤ་རྩ་ཆེ་ཞིང། ནམ་རྒྱུན་དམིགས་བསལ་གྱི་དུས་ཚོད་ཀྱི་སྐབས་ལ་བློ་རིང་བ་དེ་འདྲའི་གནང་དགོས་ཡ། སུ་ལ་ཡིན་ནའི་ལན་གཅིག་རོགས་པ་བྱེད་པའི་སྐབས་སུ་ལྷ་ས་རྣམས་དང་སེམས་དེ་དྲང་མོ་དྲང་རྒྱན་དྲང་མ་དྲང་རྒྱན་གཅིག་ལ་གསོ་སྐྱོང་གནང་ཡ་དེ་ལ་ཨང་ང་ནག་ཚོས་འབད་བརྩོན་གནང་དགོས་པོ་བར་དོ་ན་ཀུན་སྤྱོད་ཟེར་ཡ་དེ་གལ་ཆེན་པོ་རེད་ད་འདིའི་ཐོག་ལ། ཨ་ནི་རྒྱ་ཆེའི་ཁྱིམ་བདག་རྣམས་པ་ལན་གེ་གེ། ཁྱེད་རང་གི་གཟིམ་ཁང་ནང་ལ་ཀུན་སྤྱོད་ཀྱི་མིག་དཔེ་གཏོད་ཐུབ་ཉེ་འདུག་གས། པཱ་ལགས་ཀྱིས་མི་ལ་རོགས་པ་བྱེད་ཀྱི་འདུག་པས་ཨ་མ་ལགས་ཀྱིས་མི་ལ་ཡང་མེད་ན་བསྟོད་བསྔགས་བཏང་གི་འདུག་རྒྱབ་ཤར་རྒྱབ་ཁུག་ཐོག་རེད་པཱ་པཱ་དང་མོ་ལགས་ཀྱིས། ངས་ད་ལྟ་བར་དུ་དྲང་པོ་དྲང་བཞག་བྱས་པ་ཡིན་མི་དེ་ལ་རོགས་པ་བྱས་པ་ཡིན། མདོར་བསྡུས་ན་འཇིག་རྟེན་འདིའི་སྒང་ལ་མི་ཡ་རབས་ཚུལ་ལྡན་བྱས་པའི་ཟེར་བསྟན་གྱི་འདུག་པས་འོ་དེ་འདྲའི་ཐོག་ལ་ང་ནགས་སུ་ཐུག་སམ་ཞེས་རྗེས་བུ་ཕྲུག་ལ་ཤོབ་མཁན་སོ་སོས་འཐད་པ་གནང་དགོས་རེད་མ་འདུག། གང་ག་དེབ་ཀྱི་ཐོག་ལ་ཡོང་མ་རེད་ལ་དེབ་ཀྱི་ཐོག་ནས་ལབ་ཡི་ཐུབ་ཀྱི་མ་རེད། བྱས་ཙང་དེ་ཡི་འདི་སྡུག་བསྔལ་སྣ་ཚོགས་ཁྱིམ་ཚང་གི་ནང་ལ་རྒྱུན་དུ་ནས་ཕ་མ་གཉིས་པོ་རྒན་རྒོན་ལ་གུས་ཞབས་ཡོད་པ་བུ་ཕྲུག་ལ་བྱམས་སྐྱོང་ཡོད་པ། ལས་ཀ་ད་ཚོད་ཇི་དུས་ཙམ་པོ་སྡུག་རུས་ཡོད་པ་ཐབས་ཤེས་ཡོད་པ་དེ་འདྲས་ཀྱི་མིག་དཔེ་གསོན་པོ་སྟོན་དགོས་ཡ་དེ་གལ་ཆེན་པོ་ཞུ་བ་ཅིག་ཆགས་དགོས་བ་རེད་དེ་འདྲས་ང་སྣ་ཚོགས་ཁྱིམ་ཚང་ནང་ལ་སྡུག་གི་གཟིགས་གནང་དགོས་པ་ལྟར་དེ་མེད་པ་ཡིན་ན་ཡོད་པ་བཟོས་ཚེ་གནང་དང་པོ་དེ་བཟའ་ཚང་གཉིས་ཆབ་མདོའི་རྩིས་འཁོར་ཡིད་ཆེས། གཅིག་གིས་གཅིག་ལ་དཀའ་ངལ་ཡོང་འདུག་དུས་དེ་དང་གཉིས་ཀ་སློབ་གི་ཆོམ་ཐུབ་པ་བོ་དེ་འདྲས་ཅིག་བ་རེད་ད་དེ་བཞི་བ་དེ་ཞུ་ད་དེ་ནས་ལྔ་བ་དེ་ཞུས་ད་ག་རེ་ཞུ་བ་ཡིན་ན་བུ་ཕྲུག་སློབ་སྦྱོང་ལ་ད་སེམས་གནས་པོ་དང་སློབ་སྦྱོང་ལ་སེམས་བཞག་པ་ལ་ཁྱི་ནག་ཚོས་གི་དཀའ་ངལ་དམིགས་བསལ་དེ་འདྲས་ལ་ཡོད་མེད་བརྟག་དཔྱད་གནང་དགོས་པོ་བ་རེད་དཔེར་ན་ཆ་བཤད་ན་ཁྱིམ་ཚང་གི་ནང་ལ་བཀྲ་མི་ཤིས་པ་དང་དང་ནང་ཨེ་ཙི་དཀའ་ངལ་ཟིང་ཚ་པོ་དེ་འདྲས་འཕྲད་ཡོང་དུས་བུ་ཕྲུག་གི་སེམས་ནང་ལ་དཀའ་ངལ་སྟེ་རང་བསམ་བློ་འཁོར་བྱེད། ལག་པ་སྨྱུ་གུ་བསྣན་ཡོད་རེད་མདུན་ལ་ཤུག་གུ་བཞག་ཡོད་རེད་དེ་སློབ་སྦྱོང་ལ་སེམས་གནས་ཐུག་གི་མ་རེད་དེ་འདྲ་ཡིན་པ་ཡིན་ཙང་ཁོ་རང་ལ་སློབ་སྦྱོང་ཡག་པོ་ཡོང་པ་ལ་ཡག་པོ་ཡོང་སའི་ས་ཆ་ཡག་པོ་ཡོང་སའི་ཁོར་ཡུག་ཡག་པོ་ཡོང་སའི་མི་འཕྲོག་དགོས་པ་དེ་འདྲས་མང་པོ་དགོས་རེད་བྱས་ཙང་མནའ་མ་ལྷན་རྒྱས་ཀྱི་རྡོ་བཙོ་ལས་ཐུག་བསམ་ཤེས་གནང་རོགས་གཞི་རྩའི་ཆ་ནས་བུ་ཕྲུག་ལ་ཁུ་ལོ་གཙང་མ་གོན་དགོས་རེད་ཡིན་ནའི་ཁུ་ལོ་རྫིག་པོ་ཡོད་དམ་མ་ཡོད་ཟེར་ཡ་དེ་གནད་འགག་མ་རེད་ཟེར་བ། ལྟོ་དེ་ཡང་ལུས་པོ་ལ་མ་གནས་པར་ཟ་དགོས་པ་རེད་ཡིན་ནའི་ཟ་ཁང་གོང་མཐོར་མཐུ་རྩལ་ནང་འགྲོ་དགོས་ཡ་འདི་ཡང་ང་ཚོས་ངེས་པར་དུ་བྱེད་དགོས་ཡ་ལས་ཀ་ཅིག་མ་རེད་འཇིག་རྟེན་ཀུན་འཇུག་རང་བཞིན་ཅན་གྱི་གནད་དོན་དོ་ཚོ་ལ་ང་རང་ཚོ་ཡིན་གཅིག་མི་གཅིག་དོ་སྣང་གནང་བྱས་དོ་ཚོ་ལ་དམིགས་བསལ་གྱི་སོ་སོས

ཉོ་བ་ཡོད་ཟེར་ཚད་ལ་ཉོག་པ་ཡ་ལ་སོགས་པ་དེ་འདྲའི་མང་པོ་ཡོང་གི་རེད། ཡང་ནང་མ་ལྷན་རྒྱས་ཀྱི་བ་ཆུང་པོ་དག་ག་ཆག་འཇུག་གནང་ཡ་དང་ཤེས་བཤད་བཏང་ཡ་དེ་འདྲ་གནང་རྒྱུ་ཡོག་མ་རེད། ཡིན་ནའི་གནས་ལུགས་ར་སྤྲོད་བྱེད་དགོས་ཡ་དེ་ང་ནང་སོ་འགན་འདྲེ་རེད། ཆ་ཚང། དེ་ཡིན་དེ་དུས་ཡང་ནང་མ་ལྷན་རྒྱས་ཀྱི་དེ་འདྲའི་ཐོག་ལ་ཡིན་གཅིག་མིན་གཅིག་ཐུགས་འཚབ་བྱེད་རོགས་གནང་ཟེར་བྱས་ད་དེ་ཞུ་ཡ་ལྔ་པ་དེ་བྱས། ད་དེ་ནས་དྲུག་པ་ཅིག་ཡོད་དྲུག་པ་དེ་ག་རེ་ཞུ་བ་ཡིན་ན་ཁྱེད་རྣམས་ཚོས་དུས་དང་དུས་སུ་དཔེ་མཛོད་ཁང་ལ་ཕེབས་ཡ་དང། ད་ལྟ་ནང་བཞིན་དཔེ་ཚོང་ཁང་ལ་ཕེབས་ཡ། ཁྱིམ་ཚང་གི་ནང་ལས་དཔེ་སྒྲོམ་གཅིག་ཡོད་པ་བྱས། ཡིན་གཅིག་མི་གཅིག་ནང་སྒུག་པོ་བ་རེད། ང་ལགས་སུ་དཔེ་ཆ་ཀློག་ཡ་ལ་དགའ་པོ་མེད་ཚར་ཨ་ནི་ཤེས་ཚད་དམའ་པོ་ཆགས་པ་རེད། སྐྱ་སང་དེ་ཡིན་དེ་དུས་ང་ལགས་སུ་ངེས་པར་དུ་སོ་སོ་རང་ཉིད་ཀྱི་ཁྱིམ་ཚང་གི་ནང་ལ་དཔེ་ཁང་མ་བྱུང་ནས་འགྲིག་གི་རེད་བ་ད་ང་ལགས་སུ་དགའ་ངལ་དུ་ཆགས་མཁན་ད་གཅིག་པོ་མ་རེད་བ། ཡིན་ནའི་དཔེ་སྒྲོམ་གཅིག་ལ་སྒོར་མོ་ཉིས་བརྒྱ་སུམ་བརྒྱ་ཡང་མེད་ན་བཟོས་པ་ཆགས་བཞག་ན་རྒྱུ་བྱ་གཅིག། མང་པོ་རག་མེད་པ་ཐོ་པོ་རག་མིན་པ་ཅིག་གི་སོ་ཐོ་ཁུ་རེ་དེའི་ནང་ལ་ཅིག་དཔེ་ཆ་ར་དེ་འདྲའི་བླུག་བྱས་མ་ནག་ཆུ་ཁ་ཏིལ་ཡི་མེ་ལ་ཁ་བ་ཕུར་དེ་ཡ་དང་གཉེན་སྒྲིག་ལྟ་དེ་ཡ་དེ་འདྲའི་མིན་པར་བ་བུ་ཕྲུག་སློབ་སྦྱོང་ལ་གོམས་གཤིས་ཆགས་དགོས་ན་མ་ནག་ཆུ་ལ་གཉེན་པོ་སློབ་སྦྱོང་གནང་བྱས་བུ་ཕྲུག་ཤེས་ཡོན་ཅན་ཆགས་པ་རྣམས་མ་ཚད་ཕ་མ་ཡང་ཤེས་ཡོན་ཅན་ཆགས་ཡ་དེ་འདྲའི་ལ་ང་ཚོ་འབད་བརྩོན་གནང་དགོས་དགོས་རེད་མ་ནག་ཆུ་མི་རིགས་འདི་ལ་ཆ་བཞག་ན་ལས་ལ་བརྩོན་ཞིང་དཔའ་ངར་ལྡན་པ་ད་ག་ནང་བཞིན་ཤེས་ཡོན་ཅན་ལ་གུས་ཞབས་དང། ཤེས་ཡོན་ཅན་ལ་བཀུར་བསྟི་བྱེད་མཁན། དཔེ་ཆ་རྡོ་བཟོ་ལ་དཔེ་ཡོད། རྩྭ་ཆེན་པོ་ཆེ་ལ་རྩིས་བྱེད་དད་པ་བྱེད་མཁན་གྱི་མི་རིགས་རེད་ཆེ་ཙམ་ཡིན་འདི་ནི་ང་ནག་ཚོས་ཡིན་གཅིག་མིན་གཅིག་དཔེ་དེ་ཀློག་དགོས་ན་མ་གཏོགས་དད་པ་བྱས་བས་ཀྱི་གོ་ཆོད་གི་མ་རེད་ཆེ་ཙམ། ང་ནག་ཚོ་ཡི་དཔེ་ཀློག་ན་དགའ་བོ། ཡི་གེ་ཤེས་གི་མེད་པ་ཡིན་ན་ལྗང་ནག་དང་དཀའ་ལས་ཞེ་བོ་ཡོང་མ་རེད་ང་ནག་ཚོ་བོད་རིགས་ཡིན་ཙང་བོད་ཡིག་མགྱོགས་པོ་ཤེས་གི་རེད། བྱས་ཙང་འདི་ཡིན་འདི་འདུག་རྣམ་པ་ལྷན་སྐྱེས་ཀྱི་དེ་འདྲའི་ཐུགས་ལ་བཞག་ཅེས་ཨ་ནི་འབད་བརྩོན་གནང་རོགས་ཞེས་འབོད་སྐུལ་ཞུ་གི་ཡིན། མཇུག་ཏུ་རྣམ་པ་ལྷན་སྐྱེས་ཚང་མ་བློ་སློབ་གསོ་ལམ་དུ་འགྲོ་བར་ཤོག་ཁྱེད་རྣམས་ཚང་མ་སྐུ་ཁམས་གསལ་ཐང། ང་རྣམས་སུ་མཉམ་དུ་སློབ་གསོའི་ལས་ལ་འབད་བརྩོན་བྱས་རྗེས་ང་ཚོའི་བུ་ཕྲུག་དེ་གས་ཚང་མ་མ་འོངས་པ་ན་མི་བཟང་པོ་ཞིག་བྱ་ཡ་ལ་ཨ་ནི་འབད་བརྩོན། མཉམ་རོགས། མཉམ་སྒྲུབ། མཉམ་ཞུ་གནང་དགོས་པོ་ཞེས་འབོད་སྐུལ་ཞུ་གི་ཡིན། ཨ་ནི་ཁྱེད་རྣམས་ཚོ་ལ་སློབ་གསོའི་དཀའ་ངལ་འཕྲད་སོང་ན་ང་ཚོ་ལ་ཚུར་འབྲེལ་བ་གནང་རོགས་རེ་བ་ང་ཚོའི་རྣམ་པ་ལྷན་སྐྱེས་ལ། དགའ་པོ་ཞུ་ཆོག། ད་ནི་རྒན་ལགས་ལ་སྙིང་ཐག་པ་ནས་ཐུགས་རྗེ་ཞུ་ཡིན། རྒན་ལགས་ཀྱིས་དབུ་མའི་ལམ་མ་འཛིན་པར་སློབ་མ་དེ་གཉིས་ལ་བྱམས་དང་བརྩེ་བས་སློབ་གསོ་སྐྱོན་གནང་གི་ཡོད་རེད་སློབ་ཁྲིད་གནང་གི་ཡོད་རེད། སོ་སོ་རང་ཉིད་མང་པོ་ཕྱི་ལོད་གཏོང་གནང་གི་ཡོད་རེད་བྱས་ཙང། སྙིང་ཐག་པ་ནས་ཁྱིམ་བདག་ཡོངས་ཀྱི་ཚབ་ཞུས་ནས་ཐུགས་རྗེ་ཆེ་ཞུ་གི་ཡིན་བཀའ་དྲིན་ཆེ།